ཡང་ན་བསྟན་པ་ལ་ཐོག་མར་འཇུག་པའི་རིམ་པའི་དབང་དུ་བྱས་ན་དེ་འདྲའི་གསུང་བ་རེད། ཨོ། ད་དེ་ཚོ་ལ་དཔྱད་པ་དེ་བྱས་འགྲོ་བ། ཨོ། ད་དེ་ལྟའི་བཀའ་ལས་ཡོད་རེད། ཚད་མ་རྣམ་འགྲེལ་གྱི་ནང་ལ་གཙོ་བོའི་དོན་ལ་མི་ལུས་སྤྱིར་གཞན་ལ་རྗེས་སུ་དཔག་པ་ཉིད་གསུངས་ནས། ཨ། ལ་སོགས་དག་ཅིག་སངས་རྒྱས་བཅོམ་ལྡན་འདས་ཚད་མ་སྒྲུབ་འོང་དུས། དེ་ནས། སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་གི་གཙོ་བོ་དང་བདེན་བཞི་བླང་དོར། གཙོ་བོ་མངོན་རྟོགས། མངོན་རྟོགས་མ་རེད་ཐ་ངེས་ལེགས། ཐར་པ་དང་ཐམས་ཅད་མཁྱེན་པའི་ལམ་སྟོན་བཞིན་པ་དེ་ལ། སྟོན་པ་ཉིད་ནི་མི་སླུ་བ་ཅིག་ཡག་པོ་ཅིག་གྲོལ་སོང་ན། ཨ་ནི་གཞན་ལ་རྗེས་སུ་དཔག་པ་ཉིད་སེ་ཐོ་ཇ་བྷ་བ་ནི་མངོན་རྟོགས། བ་བ་ལ་སོགས་ཐུབ་པའི་ཐབས་གསུངས་བཞག་དེ་ལ་ཡང་ཨ་ནི་གོ། ལམ་སང་ནི་འཚེ་མེད་གྲོལ་ཐུབ་ཡག་ཅིག་རེད།

པ་ལ་སོགས་བ་དེ་ཚོ་ང་རང་ཚོ་ཡང་དེ་ཟེར་ས་ནོ་གཏོང་དགོས་ཡ་ཅི་འདུག་དྲན་གི་འདུག་ཡ་ད་དེ་དེ་འདྲ་ཅི་བྱེད་ད་མང་པོ་མང་པོ་ཞུས་ན་ཡང་ང་རང་ཚོ་ཉོག་འགྲོ་གི་ར་ཨིན་ད་ཅི་ད་བྱེད་ན་བ་ད་དེ་དེ་འདྲ་ཅི་བྱེད་ད་ད་བྱེད་རྒྱུ་རྙིང་པ་དེ་ག་རེ་འདུག་ཟེར་ན་དེ་ནི་སྲིད་ལམ་སྲིད་ལམ་འཁྱམས་པས་དུབ་པའི་ང་སོའི་གནས། ད་སྲིད་པའི་ལམ་འཇིག་རྟེན་འཁོར་བ་རེ། བསྐྱེད་བྱེད་བར་དོ་གཟུང་ངག་ལ་བྱེད་ན། བསྐྱེད་བྱེད་བར་དོ་གཟུང་མདོ་ལ་བྱེད་ན། འོ་སྲིད་བཅས་ནི་རྣམ་སྨིན་གྱི་བར་རེ། འོ་དེའི་བར་དོ་ལ་ད་ང་རང་སོགས་ཀོ་ར་ཅང་ཅང་བརྒྱབ་ནས་ལས་ཉོན་གྱི་འདུ་བྱེད་ཀྱི་དབང་གིས་ད་འཁྱམས་དེར་བ་ང་དོ། འཁྱམས་ནས་འཁྱམས་དུ་མ་འཁྱམས་འཁྱམས་མ་འདུག་ག་ལ་ད་འཁྱམས་མ་འདུག་ག་ལ།

ཇི་ལྟར་ད་ལྟའི་བདེན་འོག་ཏུ་གང་ལ་ང་ཚོ་ལ་ནི་གཅིག་པུ་འདུ་བས་ཟིན་ཏེ་དེ་གཅིག་པུ་ཡོད་མ་རེད་པ་དང། ཁྱམས་ཁྱམས་བདེ་བ་དེ་གའི་ནི་དབང་གིས་ང་ཚོ་ག་རེ་ཆ་བདེ་བ་རེད་ཟིན་ཏེ་ད་དུག་བདེ་བ་རེད་ཟིན་ཏེ་དུག་ཟེར་ཡ་དེ་ད་དུག་ནག་པོ་མྱོང་ནི་བས་དཀའ་ལས་དཀའ་ངལ་ཞོ་གི་ཁ་བདེ་བ་རེད། སྡུག་བསྔལ་གི་བས་དངོས་གནས་དྲ་ནི་བས་དབུགས་དགའ་སྤྲོ་འདྲ་བོ་བྱས་ནི་ད་བཀའ། ཨའོ་ཡ་དག་སྔགས་བཀའ་ངེས་བཀའ་ལས་ཤེས་སོ་ཟེར་བརྒྱད་རོ་འཇིག་རྟེན་ཁ་སྐད། ཨོ་དེ་ནང་བཞིན་ཅན་བཏགས་པའི་དུག་ནི་བཀའ་ལས་ཁ་དེ་ཡོད་རེད། ཀྱེ་ད་དེ་ཡོད་རེད་དེ། ད་དེ་འདྲ་གི་བའི་དཔྱད་གཞིའི་བར་དོ་རྒྱུད་ནི་མང་པོ་ཅིག་འགྲོ་དགོས་འདུག་པས་དངོས་གནས་དྲང་ནི་བའི་བཀའ་ལས་ཆེན་པོ་དེ་རེད། རེད་དེ་ཡིན་ན་ད་ང་རང་སུ་ལ། ང་ནི་ད་ཆུང་བཞུགས་ནས་ནི། ད་དེ་བགས་ཀྱི་བསམ་བློ་འདི་འོག་ཏུ་བྱས་ནས་བགས་ཀྱི་བསམ་བློ་གཏོང་ན། ཀྱི་འཁོར་བ་ལ་དཀའ་ངལ་ཡོད་བདེ་བ་གི་ཚོར་སྣང་འདྲ་བོ་དེ། འོ་བ་ལ་སོ་ད་ཀྱི་ནགས་ཚལ་འདྲ་བོ་དེ་འདྲས་ཀྱིས་བསླད་འོང་ན་མ་གཏོགས་ཅི་གི། དཀའ་ངལ་ཡོད་བདེ་བའི་ཚོར་བ་འདྲ་བོ་ཅིག་སྐྱེ་གི་མི་འདུག་ཨ། འོ་བ་ལ་མོ་བྱུ་བ་ན་སོང་བ་ནང་བཞིན་རེད་ང་རོ་སོ་ད་འདང་གི་འཁོར་བ་ལ་ཡང་དཀའ་ངལ་ཡོད་བ་དང་ངུས་ལེན་བྱས་དང་ཕར་བཞག་སྟེ། དགའ་བའི་ཚལ་ནང་བཞིན་མཐོང་བདེ་བ་རེད་ཟེར་སོ་སོ་པས་ད་མེད་ཀྱི་མེ་ཏོག་དུང་ར་འདྲ་བ་མེ་ཏོག་སྒ་ཚང་འདྲ་བ་ཅིག་ལ་ཤི་བོ་གཅིག་དགའ་གི་ཡོད་ན། དགའ་ཞེན་ཆེན་པོ་ཤི་བོ་གཅིག་ཡོད་པ་ཡིན་ན་འོ་དེར་ཁོ་མི་སྲིད་གི། ཆགས་ཞེན་ཤི་བོ་ཆགས་གི་རེད་བ་འོ་དེ་སེམས་ཀྱི་ཟུག་ཤི་བོ་གཅིག་ཟུག་འགྲོ་གི་རེད་བ། འོ་དེ་ནང་བཞིན་བྱས་བྱས་ནས་ད་ང་ཚོ། བ་ལ་སོང་ཁོ་བ་ལ་དགའ་ཞེན་ཤི་བོ་གཅིག་ཡོད་རེད། རྒྱལ་དང་སྲིད་པའི་ཕུན་ཚོགས་ལ་ནི་དགའ་ཞེན་དེ་འདྲ་གཅིག་ཡོད་དུས་གང་ལ། ད་དེ་འདྲའི་གཅིག་གི་བརྒྱ་ཆ་བརྒྱ་ཐམ་པ་དང་ང་རང་ཚོའི་འཁོར་བ་ལ་ནི་བྱ་གཞན་དང་འཁོར་བ་ལ་དགའ་གཞན་དེ་ང་ཚོར་སྟེ་ཤུགས་ཆེན་པོ་རེད་འདུག་བ། ཨོ། དེ་ཅི་ཡིན་འདུག་ག་ལ་ནི་དུབ་བདེ་འཇོག་གི་དཀའ་ངལ་དེ་ང་ཚོ་ད་ལྟ་ང་ཚོའི་སེམས་ནང་ལ་ངོས་ལེན་བྱེད་ཀྱི་འདུག་བས་ང་ཚོ་དེ་ལ་ཚོར་སྣང་འདུག་བས། དཀའ་ངལ་དེ་ལ་ཅི་ཡིས་སེལ་འདོད་ཡ་འདྲ་བོ་དང། དེ་ལ་མི་སེར་གྱིས་ཅིག་གདོང་ལེན་བྱེད་ཡག་འདྲ་བ་དེ་འདྲའི་གྲ་སྒྲིག་མཁན་འདུག་བས་ཟེར་ན། ང་ལྟ་བས་ཡིན་ན་རྩ་བ་ཉིད་ནས་མི་འདུག་ད། ཨོ། ད་དེ་མེད་དུས་གང་ལ་བྱས་ཙང་གིས་ད་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དེ་ག་རེ་རེད་ཟེར་ན། སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དེ་གཙོ་བོ་དངོས་གཙོ་སྒྲུབ་བྱེད་མ་རེད། ངེས་ལེགས་འགྲུབ་བྱེད་ཡིན་ཚ་ནས། ད་དང་ཅིག་ཆུད་དེ་ཡང་འཁོར་བའི་གནས་དེ་ལས་ཕྱི་རོལ་ལ་བར་འགྲོ་ཡག་གི། བ་བ་ལ་སོགས་ཐབས་ལམ་གྱིས་རི་བ། ཅི་དང་ང་ཚོ་དམ་ཚ་དེ་ནས་བར་ཕྱི་རོལ་ལ་བར་འགྲོ་ཡག་གི། ནས། འདོད་པ་འདྲ་བ་གཅིག་མས་བསྡད་མཁན་གཅིག་ལ། ད་ལྟ་ང་ཚོ་དེ་ནས་སངས་རྒྱས་ཀྱི་དེ་འདྲ་གི་ཐབས་ལམ་གྱིས་བསྟན་བཞག་པ་དེ། ང་ཚོས་ད་ལྟ་ཉམས་ལེན་བྱས་བསྡད་མཁན་གཅིག་ཡིན། ང་སངས་རྒྱས་ཀྱི་རྗེས་སུ་འཇུག་པ་ཡིན། ཨའོ་ང་ཐར་པ་དོན་གཉེར་ཡིན། ང་འཚོ་བ་དོན་གཉེར་མིན་ཟེར་བྱས་ན་གང་ནས་ག་ཟེར་བཤད་འདོད་ཡོད་ན་ཡང། ངོ་མ་བསམ་པའི་ཐོག་ལ་མ་བྱེད་སུ་སུ་སུ་རང་རང་གིས་རང་ལ་མ་མཛུབ་མོ་ནང་དུ་བཀུག་ནས་བསམ་བློ་གྱི་བཏང་བ་འདུག་ག་ལ་ཏག་ཏག་གམ་རེད་ཅེས། ཐར་པ་དོན་གཉེར་འདྲ་བོ་ཅིག་གིས་བསམ་པ་དེ་རེད་འདུག་བས་ཟེར་ན། ད་དཀའ་ལས་ཁ་བོ་རེད་བྱ་ང་ལྟ་བུ་ཡིན་ན། ཇི་ལྟ་བ་ད་དེའི་ཐོག་ལ་ཨ་ནི་བསམ་བློ་དཔེ་ཞིབ་ཕྲ་བཏང་དགོས་ཡ་ད་ང་ཚོ་འགའ་ས་ག་འགའ་འདི་ནི་འགའ་འདི་ཡོད་རེད། ཆོས་པ་གང་གང་ཚང་སྟོན་ས་འདྲ་བ་དང་འདི་ནི་སྟོན་འགྲོ་དགོས་རེད། ཆོས་པ་རྣམས་དག་རེད་འདུག་དེ་མི་འདུག་ཟེར་ཡ་དེ་དག། རྒྱ་དམག་འདྲ་བོ་བསྐྱལ་ས་རེད་དང་འདི་རེད་བསྡད་པ་རེད་དང། འཁོར་བ་ལ་ཞེན་ཆགས་དེ་ནང་ནས་ཀྱང་དག། ཚེ་ཕྱི་མ། མངོན་རྟོགས་བླ་མེད་གོང་འཕང་ལ་ཞེན་ཆགས་དེ་དག་ཚེ་འདི་གི་བྱ་བ་ལ་ཞེན་ཆགས་གཉིས་ཀྱི་ནང་ནས། འོ་ཚེ་འདི་གི་བྱ་བ་ལ་ཞེན་ཆགས་དེ་བསྡུ་བ་ཡོད་རེད་ཡང། ད་ང་ཚོ་བརྒྱ་ཆ་དཔའ་གཅིག་ང་ལྟ་བས་ན་བརྒྱ་ཆ་དགུ་བཅུ། ཚེ་འདི་ཡི་ཞེན་ཆགས་ཆགས་བསྡད་པ་རང། ཚེ་འདི་ལ་གཞན་ཞིང་ཐམས་བདེ་བར་དེ་ཅི་འདོད། ཅེས་ཀུན་སློང་འདྲ་བོ་བཅོས་ནས་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཐོབ་པར་བྱ་ཟེར་ཡ་འདྲ་བོ་བྱས་ནས་སྨིན་མ་ཟང་ཟིང་འདྲ་བོ་ཅིག། བྱེད་ག་བྱས་ན་མ་གཏོགས་ཅི་གི་དེས་སེམས་དཔའ་དེ་ཀུན་སློང་དེ་གི་ཤུགས་འདྲ་བོ་དེ་དེ་མ་ཐག་དེ་བ་ཉམས་འགྲོ་དགོས་རེད་དེ་ཉམས་ཚར་སོང་ན་དེ་ནས་བས། འོ་ད་ཁ་དགུ་བཅུག་སྟངས་ཚེ་འདྲ་ནི་གཟུགས་གཟུགས་པོ་དགུ་བཅུག་སྟངས་ཚེ་བྱས་ཚེ་གཏུམ་ཚེ་གང་ག་ལ་བ།

མ་བ་ལ་སོགས་ཐར་པ་དང་ཐམས་ཅད་མཁྱེན་པ་དེ་འདྲས་ལས་བརྩམས་པར་གོ་རེ་ཟིག་རྩ་བ་ནས་གསུང་མི་འདུག་ཨ། འཇིག་རྟེན་ཕྱི་མ་ཕན་ཆད་ཀྱི། ཨོ། ཆེད་དུ་བྱ་བ་བརྩམས་པ་ཅིག་བྱས་ན་ནི་ཆོས་སུ་འགྲོ་གི་རེད་གསུང་འདུག་ཨ། ཨོ། དེ་འདྲས་གཅིག་རེད་ལ་ནི་མཚན་གཞི་འདྲ་བོ་བཞག་འོང་དུས་གོ། ཕྱི་རོལ་པའི་དྲང་སྲོང་མང་པོ་ཅིག་ཆོས་འཆད་དེ་ག་རེ་ཆོས་སྤྱོད་ཟིན་འགྲོ་དགོས་རེད་དེ་རེ་ག་ཚང་འདྲ་བོ་ཡིན་ན་ཡང་ཁོ་བ་བ་ལ་སོ་ཡེ་ཤུ་རེད་དེ་འདྲའི་མང་པོ་ཅིག་ད་ལྟ་ཆོས་པ་བཟང་པོ་ཡོད་རེད་དེ་ཚོ་ཆོས་འཆད་དེ་ག་སྤྱོད་ཟིན་འགྲོ་གི་ཡོད་རེད་བ། དེ་ཙང་ནི་དེ་ཚོ་གི་དབང་དུ་བྱས་ནས་བཤད་པ་ཡིན་ན་ཆོས་ཆོས་སུ་སོང་བ་ཙམ་ལ་དག་ཞི་བ་གི་ཧ་ལས་ཀྱི་མི་འདུག་དྲན་དྲན་དྲན་བ་འདུག་བ། ད་དེ་ཅི་དང་གོ་འགྲོ་ད་དེ་འདྲ་ཅི་རེད་བ། རེད་འདོད་དེ་ད་ང་ང་ཚོ་རང་ང་རང་སོ་རང་གི་དེ་ནས་བསམ་བློ་ནང་ལ་བསམ་བློ་བཏང་བ་ཡིན་ན་ཨ་ལ་ཆོས་སུ་སོང་ཡང་དེ་པས་ཀ་ལེ་ཁ་བོ་ཤི་བོ་ཅིག་ཆགས་བསྡད་དོ་བ་བྱས་ཙང་གི་ཁོ་ཚེ་འདི་གི་ཨ་ཚེ་འདི་ནང་ཤི་ཟེར་ཡ་དེ་བྱས་ཙང་གི་ལྟོ་མ་ལྟོ་ཙང་ནས་ཨ་ནི་ཚེ་འདི་ཡི་ཆ་རྐྱེན་བྱས་ཨ་ནི་དེའི་དབང་གིས་ཁོ་བྱས་ཚེ་ལྟོ་འཚེ་གང་ག་དེའི་ཆེད་དུ་ཁེ་འགྲོ་ཡ་ཅིག་མ་གཏོགས་འཇིག་རྟེན་ཕྱི་མ་ལ་འགྲོ་ཡ་གི་ཨ་ཕོ་ཡང་གི་ལྕགས་ལག་ཅིག་ལག་མི་འདུག་བ། ཨོ་ད་དེ་འདྲས་ཅིག་ཆགས་འགྲོ་གི་འདུག་བྱས་ཙང་ད་དེ་བྱེད་དུས་ནི་ང་རང་ཚོ་དེ་འདྲས་བལྟས་ཟིན་ད། བྱས་ཙང། དངོས་གནས་དྲ་འདྲས་ཀྱི་བསམ་བློ་ཡག་པོ་ཅིག་གཏོང་ནས་ད་ཁོ་བོའི་ངག་དེབ་དེ་ལས། ཨ་ནེ། གྲོ་ཡག་གི་ཐབས་ཅིག་འགོག་རོགས་བ་ད་དེ་ཡང་ད་ང་རང་ཚོ་བསམ་བློ་ནང་ལ་ད་དེ་འདྲས་ཅིག་མ་གཏོགས་གནས་སྟངས་དེ་འདྲས་ཅིག་མ་གཏོགས་མེད་དུས་གང་ལ། ཐ་དད་ཀྱི་དཀའ་ངལ་དེ་ལས་ངལ་གསོ་བའི་གནས་འདྲ་བ་དེ། ལམ་ཆ་ཚང་བ་གྱི་སྟོན་མཁན་དེ་དང་དགེ་བའི་བཤེས་གཉེན་དེ་རེད་བ་དང། ད་དེ་མ་གཏོགས་ང་རང་ཚོ་ལ་ད་རེ་བ་རྒྱག་ས་མི་འདུག་བ། དཀའ་ངལ་ཆེན་པོ་དེ་ད་སྐྱེ་བ་ཐོག་མ་མེད་པ་ནས་ད་ལྟའི་བར་དུ་ང་རང་ཚོ་དཀའ་ངལ་དེ་ཡོད་རེད་ད་དེ། དེ་ལས་གྲོ་ཡག་གི་མགོ་བཙུགས་པ་ཙམ་གྱིས་བཙུགས་པའི་ཅིག་བཙུགས་ཁྲུ་ཡག་གི་ལམ་སྟེང་གི་སྟེང་ན་ཞི་བ་གྱུར་པ་དང་དེ་ཡིན་དུས། འོ་དེ་འདྲའི་གེ་སར་དགེ་བའི་བཤེས་གཉེན་དེ་དངོས་གནས་ཀྱི་འཁོར་བ་དཀའ་ངལ་དེ་ལས་ཀྱི་ངལ་གསོ་བའི་ངལ་སོགས་ཀྱི་གནས་འདྲ་བོ་དེ་དགེ་བའི་བཤེས་གཉེན་དེ་རེད་གསུངས་འདུག་འོ་ད་དེ་ཡང་ཡང་བསམ་བློ་གཏོང་ཡ་འདུག་དེ་ནས་དེ་ག་ནང་བྱས་ནས་དེ་ལས་རྩ་བ་དྲིན་ཆེན་བླ་མ་སེམས་སྡིག་ཅིག་ལུས་ཚོ་ཐམས་ཅད་ཀྱི་རྩ་བ་དེ་དང། འོ་དྲིན་ཆེན་བླ་མ་དངོས་གནས་ཆགས་ཀྱི་ཡོད་རེད་ད་དེ་ཚོ་མང་པོ་བཤད་ན། རྒྱན་དེ་ཀུན་གྱི་བྱེད་རྒྱུ་དྲིན་ཆེན་གྱིས་གསང་བ་འདྲ་བ་དུ་ཟེར་བ་དེ་ཡིན་ད་དེ་དྲིན་ཆེན་བླ་མ་དང། ཨ་ནི་རྗེ་བཙུན་ཆེན་པོའི་གཏད་རྒྱུ་ཞར་ལ་འདུས་ཟེར་ད་མི་ཡི་རྣམ་པ་ཅན་གྱི་དགེ་བའི་བཤེས་གཉེན་ཨ་ནི་རེད་འདྲ་བ་ལ་སོགས་པའི་ད་དྲིན་ཆེན་བླ་མ་རྣམས་དང། ཨ་ནི་ཡུལ་ལྷ་བར་དོ་ཡང་དེ་ནས་ཡོངས་འཛིན་དགེ་བའི་བཤེས་གཉེན་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་ཨ་ནི་ཞབས་ཀྱི་པདྨ་ལ་གུས་པ་ཆེན་པོས་འདུད་དགོས་ཡིན། ཧོ་ད་ཐུགས་སུ་སོང་འདུག་ཨ་ཨོ་ཡ། ད་དེ་ཡིན་དུས་ད་དེ་རིང་འདིའི་ཚིགས་བཅད་འདིའི་ནང་ན། ད་གཙོ་བོ་གཙོ་བོ་དགེ་བའི་བཤེས་གཉེན་གྱི་བཀའ་དྲིན་དང་ཡོན་ཏན་དང།

སྲིད་པའི་ལམ་དེ་ནི་འཆམ་ཐང་འདྲ་བ་ཇི་ཙམ་ནོར་ཐོང་དཀའ་ངལ་ག་རེ་འདུག་དུག་བསྡད་རྒྱུ་དེ་དཀའ་ངལ་དེ་ཡང་ཇི་ཙམ་ནོར་ཐོང། ད་དེ་ལས་ངའི་ཅིག་གསོག་དགོར་བ་དང་ང་ངའི་གསོག་དགོ་རེད། སྤྱི་བཏང་བས་འཇིག་རྟེན་ཕྱི་མ་ཕུན་ཆད་ལས་ཀྱི་ཨོ་ཨ་ལ་སོགས་དངོས་གྲུབ་བླ་མེད་གོང་མོ་ལྟ་བ་ཅིག་ཐོབ་ན། ཨ་ཨ་རེ་གཞི་ང་གསོག་ད་རེད་དེ་གཏན་དུ་ང་གསོག་མ་རེད་བ། དེ་དེ་ངའི་གསོ་ཡ་ཡོད་མ་ཡོད་སླ་ཡང་དེ་ག་རང་ཁོ་དཀའ་ངལ་ནང་ལ་མ་ལྷུང་ཡང་ཇི་མ་ཏོག་ཡོད་མ་རེད། ཨོ་ཨ་དེ་ཚོ་ཐོག་ནས་ཡག་པོ་ཇི་ཙམ་ནོར་ཐོང་དགོས་ཡ་གལ་ཆེན་པོ་རེད་ཤག་དེ་ནས།

སྦ་བ་ལ་སོགས་ད་ཚར་གྱིས་མ་ཉན་བྱ་བ་ཙམ་མ་ཡིན་པ་ནི་དེའི་རྟོགས་རྒྱུ་འདི་ལིང་མ་ཆགས་པས་ང་རང་གི་གངྒཱ་ལ་ཡོད་ཡོད་མ་རེད་པ། ཨོ། དེ་ལས་ཅིག་ལོག་ན་ནི་དེ་དེ་ཚེ་ནི་ཐུགས་སེམས་ཀྱིས་ཡིད་རོ་གྱིས། སོ་སོ་དགེ་བའི་བཤེས་གཉེན་དེ་ལ་བཀའ་དྲིན་ག་འདྲས་འདུག། ད་རྗེ་རིན་པོ་ཆེ་ཁོང་རིགས་ལ་དགེ་བའི་བཤེས་གཉེན་དེ་ཚོས་བཀའ་དྲིན་ག་འདྲས་བསྐྱངས་གནང་འདུག་དེ་ག་ནང་བཞིན་སོ་སོ་ལ་ལམ་བསྟན་པའི་དགེ་བའི་བཤེས་གཉེན་དེ་ཚོ་གིས་བཀའ་དྲིན་ག་འདྲས་བསྐྱངས་འདུག། སོ་སོ་ཡིན་ན་སྲིད་པའི་ལམ་ལ་ག་འདྲས་ཀྱིས་འཁྱམས་དོ། ཨ་ནི་མངོན་རྟོགས་དེ་ངེས་ལེགས་ལ་ལྟ་བའི་མིས་ནི་ད་ལྟ་ང་ཚོ་ལོང་སྟེ་ཡོད་རེ་བ་ང་ལྟ་བ་ཡིན་ན་བ་དེ། ཇི་ལྟར་ད་ལོང་ངའི་ལོང་ཁྲིགས་དེ་ཇེ་ངན་དེ་དགེ་བའི་བཤེས་གཉེན་རེ་བ་འོ་དེ་ཚོ་ཡག་པོ་ཅིག་བསམ་བློ་བཏང་ནས། ཨ་ནི་མ་ཚིག་དེ་ལ་མི་ལྟས་ཟེར་བྲོ་བ་འདྲ་བོ་ཅིག་ཡོད་བ་ཅིག་བཟོ་ཐུབ་ན་ཡག་པོ་ཡོད་རེད་ལགས་སོ་ཐུགས་རྗེ་ཆེ།